བག་ཡོད་པའི་རྣལ་འབྱོར་གྱི་ཉམས་ལེན་ནང་ལས་ཡར་སྲུང་དགོས་ཡ་སྤང་དགོས་ཡ་ལ་སོགས་པ་མདོར་ན་ཕམ་པའི་དངོས་པོ་གཞི་ནས་སོང་སྟེ། ཉིན་བརྒྱད་ལྔ་བཅུ་རྩ་གསུམ་ཆ་ཚང་གཅིག་དགེ་སློང་ཡིན་ན་དེའི་ཆ་ཚང་ཡོངས་འདེགས་ཡོད་རེད་བསམ་ན་ཡང་བག་ཡོད་པའི་གེགས་རབ་ཏུ་བྱུང་བའི་གེགས་ཆ་ཡན་ལག་ནང་འགྲོ་གི་ཡོད་རེད་དེ་སྒྲུབ་དགོས་ཡོད་དེ་བྱང་ཆུབ་སེམས་དཔའི་སྤྱོད་པ་ཡིན་ན་དེ་རེད་ད། འཁོར་བ་ལ་ངེས་འབྱུང་གི་བློ་མེད་ན། འཁོར་བ་ལ་ངེས་པར་འབྱུང་བའི་བློ་མེད་ན། དེ་ལྟ་བུ་གི་ཉན་ཐོས་ཀྱི་སྐབས་ནས་ཤེས་པའི་གེགས་ངེས་འབྱུང་གི་ཚུལ་ཁྲིམས་དེ་ཡང་ཡོང་གི་མ་རེད་དེ་མ་ཡོང་ན་ཐེག་པ་ཆེན་པོ་ཀྱི་ངེས་འབྱུང་གི་ཚུལ་ཁྲིམས་ཡང་ཡོང་གི་མ་རེད་ག་སྲིད་དེ་མ་ཡོང་ན་དེ་ནས་གསང་སྔགས་རྡོ་རྗེ་ཐེག་པའི་གེགས་ཉམས་ལེན་གྱི་དམ་ཚིག་དེ་ཚོ་ཡང་ཡོང་གི་མ་རེད། དེ་འདྲ་ཡིན་དུས། ལས་རྣམས་ཀུན་ལ་ཐུག་མེད་དོ་ཟེར་ཏེ་དེ་མཁྱེན་པར་བྱེད། ད་དེ་ཙམ་དུ་མ་ཟད་ཤེས་རབ་རྣམ་པར་དག་པ་ལས་ཀྱང་ཉམས་འགྲོ་གི་རེད་གསུང་བ་རེད། ང་ཚོ་ཆོས་སྒྲུབ་པ་ལ་ཤེས་རབ་རྣམ་པར་དག་པ་གོ་གི་ཡོད་རེད། ཁྱེད་རང་དེ་ལྟ་བུ་བྱས་པ་ན་ཤེས་རབ་རྣམ་པར་དག་པ་ལས་ཀྱང་ཉམས་ཀྱི་རེད། ཤེས་བཞིན་མེད་པའི་སེམས་ལྡན་པས་ཐོས་དང། བསམ་དང་བསྒོམ་པ་ཡང་བློ་ཚོར་བུམ་པའི་ཆུ་བཞིན་དུ་དྲན་པ་ལ་ནི་དེ་མི་གནས། འདི་སྐབས་སོགས་ལ་ཤེས་བཞིན་མེད་པས་སོ། ད་དེ་འདྲ་གི་ཅིག། བྱ་བ་དང་བྱ་བ་མ་ཡིན་པའམ་སྤང་བྱ་དང་བླང་བྱ་ལ་ཡང་སོ་སོར་རྟོག་ཅིང་དཔྱོད་པས་ཀྱི་ད་ཤེས་བཞིན་གྱི་བློ་མེད་པ་ཡིན་ན་ཤེས་བཞིན་མེད་པས་དེ་འདྲ་གི་ཤེས་བཞིན་མེད་པའི་ཀྱི་སེམས་ཐ་མལ་པ་དེ་དང་ལྡན་པས་དེ་འདྲ་བའི་གང་ཟག་ལ། དེ་ནས་ཐོས་པ་ཡོང་གི་མ་རེད། ང་ཚོས་དཔེ་ཆ་སློབ་སྦྱོང་བྱེད་ཟེར་བའི་ཀྱི་བདག་གཞན་དེ་དང་པོ་དགེ་བའི་བཤེས་གཉེན་རག་ལས་དགོས་ར་བ་བདག་གཞན་བླ་མའམ་བདག་གཞན་དགེ་བའི་བཤེས་གཉེན་ལ་བརྟེན་ནས་བླ་མས་ཀྱི་ནི་མ་ཆོས་གསུངས་དགེ་བའི་བཤེས་གཉེན་གྱི་ཆོས་བཏོན་འདི་བྱས་ན་སྤང་ཡ་རེད་འདི་བྱས་ན་བླང་ཡ་རེད་ཟེར་ནས་དེ་བླང་བདག་གཞན་དེ་དགེ་བའི་བཤེས་གཉེན་བརྟེན་ནས་ཡོང་དགོས་རེད་དེ་ནི་དགེ་བའི་བཤེས་གཉེན་དང་པོ་བརྟེན་གྱི་མ་རེད་སློབ་དཔོན་བརྟེན་གྱི་མ་རེད་སློབ་དཔོན་མ་བརྟེན་ན། སློབ་དཔོན་གྱི་ངག་ལས་གསུང་རབ་ཀྱི་ཚིག་དོན་ཐོས་གི་མ་རེད་ཐོས་ཀྱང་དེ་ནི་ཐོས་པ་མེད་ཡོན་དུ་དེ་ནི་ཐོས་དང་ཟེར་དུ་ཐོས་པའི་ཤེས་རབ་མེད་པར་བསྟན་པ་དེ་ཐོས་པའི་ཤེས་རབ་མེད་པ་ད་དེ་ལྡོག་ཕྱོགས་ནས་བཤད་དགོས་པ་བར་ཐོས་དང་ཟེར་དུ་ཐོས་པ་ཡོང་གི་མ་རེད། ཤེས་བཞིན་མེད་ན། དེའི་བསམ་དོན་མ་ཟད་པའི་བསམ་དང་ཟེར་དུ་བསམ་པའི་ཤེས་རབ་ཡང་ཡོང་གི་མ་རེད་གསུང་བ་རེད་བསམ་པ་ཟེར་ག་རེང་ཇི་ལྟར་ཇི་ལྟར་ཐོས་པ་དེ་དེ་ལྟ་དེ་ལྟ་དུ་ལྟ་ཅི་གི་རིགས་པ་ལ་བརྟེན་ནས་ཚུལ་བཞིན་དུ་རང་གི་སེམས་ལ་བརྟགས་ཤིང་དཔྱད་ནས་དེ་ལ་ཡང་ནས་ཡང་དུ་བརྟགས་པ་དེ་བསམ་པ་རེད་དེ་ཡིན་དུ་ཐོས་པ་མེད་ན་བསམ་པའི་ཤེས་རབ་ཡོང་གི་མ་རེད་ཐོས་དང་བསམ་དང་ཐོས་བསམ་གཉིས་མེད་པ་ཡིན་ན་དེ་ནི་སྒོམ་ཡང་ཡོང་གི་མ་རེད་བ་དེ་ཡིན་དུ་སྒོམ་པ་ཡང་མེད་ལབ་དགོས་བ་རེད། སམ་ཐོས་བསམ་གཉིས་ཀྱི་དོན་ལ་རྩེ་གཅིག་ཏུ་མཉམ་པར་བཞག་པའི་དགོངས་པ་ཡང་ཡོད་མ་རུང་དེ་མེད་ན་དགོངས་པའི་ཤེས་རབ་ཡོང་གི་མ་རེད། ད་དེ་འདྲ་གི་ཤེས་རབ་གསུམ་པོ་དེ་མེད་པ་ཡིན་ན། དེ་ནི་བློ་དུར་བུམ་པའི་ཆུ་བཞིན་དུ་དྲན་པ་ལ་ནི་དེ་མེད་ནས་ད་ཐོས་བསམ་དགོངས་པའི་ཤེས་རབ་ཉམས་སོང་ན་དཔེ་ཆ་ག་ཚོད་ཀྱིས་སློབ་སྦྱོང་བྱེད་ག་ཚོད་ཀྱིས་ཆོས་ཉམས་ལེན་བྱེད་ག་ཚོད་ཐུན་བཏང་གི་ཡོད་ག་ཚོད་དཔེ་ཆ་བལྟས་པ་ཡིན་ཟེར་ན་ཡང་བུམ་པའམ་འདི་ཕོར་པ་གློ་བ་རྡོལ་བསྡད་པའམ་འདི་འདུག་ཟེར་ན་མ་ཁུངས་དོན་དེ་ངས་རེད་འདུག་ག། བུམ་པ་བུམ་པའམ་རྟགས་གཅིག་སྣོད་ལ་སོགས་པ། ཞབས་ནས་བུ་བ་འདོགས་ཡ་ཡིན་ན་འདྲ། ཟུར་ནས་གློ་བ་ནས་ཚུར་བརྡོལ་སོང་བ་ཡིན་ན་འདྲ་དེ་རྣམས་ལ་ཆུ་བླུགས་ན་ཡང་ཆུ་བླུགས་ད་ཆོག་གི་རེད་བ། ཡིན་ན་བླུགས་ན་ཡང་བདེ་གི་མ་རེད་ཆུ་དེ་མ་ཕྱི་ལ་དོན་འགྲོ་གི་རེད། དེ་ནང་བཞིན་རེད་དཔེ་ཆ་ག་ཚོད་ཅིག་བལྟས་སློབ་སྦྱོང་བྱས་པ་ཡིན་ན་ཡང། ཐོས་ཀྱི་ཐོས་ཀྱི་བསམ་གྱི་བསམ་གྱི་བརྗེད་འགྲོ་གི་རེད། དེ་རིང་ཤེས་པ་དེ་སང་ཉིན་བརྗེད་སང་ཉིན་ཤེས་པ་དེ་གནངས་ཉིན་ག་བརྗེད། ད་དེ་འདྲའི་བརྗེད་རུ་འདུག་ད་ང་ཤེས་སོང་རྟོགས་སོང་ད་ང་ཀློག་འདུག་ཆོག་སོང་ཟེར་ཡག་གི་དུས་ཚོད་དེ་ཡོང་ཡང་ཡོང་མ་རེད། དཔེར་ན་གློ་བུར་བུམ་པའི་ཆུ་བཞིན་དུ་དྲན་པ་ལ་ནས་དེ་མེད་ནས་སོང་བ་འདུག་ག། དྲན་པ་ལ་ཟེར་བའི་སྐབས་ལ་གང་ཟག་དེ་ཡི་དྭགས་གཅིག་གི་དྲན་པ་ལ། དེ་མི་གནས་སོ་དེས་ཟད་དེ་ག་བ་གུག་གུག་འདུག་ཐོས་པའི་ཤེས་རབ་བསམ་པའི་ཤེས་རབ་སྒོམ་པའི་ཤེས་རབ་དེ་གསུམ་གནས་ཀྱི་མ་རེད་ད་དེ་གུག་གུག་ཡོད་རེད་ཐོས་བསམ་སྒོམ་པའི་ཤེས་རབ་གསུམ་པོ་དེ་གནས་ཀྱི་མ་རེད། དེ་ཙམ་དུ་མ་ཟད་པས། འོ་དུས་ལྡན་དད་པ་ཅན་དང་ནི་བརྩོན་པ་ལྷུར་ལེན་དུ་མ་ཡང་ཤེས་བཞིན་མེད་པས་སྐྱོན་ཆགས་པས་ལྟུང་བའི་རྙོག་དང་བཅས་པར་འགྱུར། ཤེས་རབ་ལས་ཉམས་པ་ཙམ་མ་ཡིན་པར་ཚུལ་ཁྲིམས་ལས་ཀྱང་ཉམས་འགྲོ་གི་རེད་གསུང་བ་རེད་ད་འདི་ཚུལ་ཁྲིམས་ཉམས་པ་གལ་ཆེ་རེད། ཚུལ་ཁྲིམས་ནི་ག་འདྲ་ཞིག་ཉམས་དགོས་རེད་གསལ་ཡིན་དུ་ཤེས་པ་རེད་ཟེར་ན་དུས་ལྡན་དད་པ་ཅན་དང་ནི། བརྩོན་པ་ལྷུར་ལེན་དུ་མ་ཡང། དེའི་སེམས་སུ་རྟ་འདི་ལ་གསུམ་འདྲ་ཞེས་ཕྱེད་གུག་ཏུ་བ། དང་པོ་དེ་ལ་ཐོད་ལྡན་ཟེར་བའི་བཀའ་སོགས་དང། ཐོད་པ་དགོས་པ་དང་གཅིག་བཤད། ཐོད་ལྡན་ཡོད་པ་ཙམ་ཡང་མ་ཡིན་པར་དད་པ་དགོས་པ་ཡོད་མི་འདུག་དད་པ་ཅན་དང་ནི་ཟེར་དུས་གཉིས་པ་བཤད། ཐོད་ལྡན་དད་པ་ཡང། དེ་ནས་བརྩོན་པ་ལྷུར་ལེན་ཟེར་བའི་བཀའ་སོགས་ལ་བླང་དོར་ལ་བརྩོན་པ། ཅེས་དུས་གསུམ་བཤད་པར།

ཐོས་པ། ཐོས་པ་གཏི་མུག་མེད་ཟེར་སྒྲོན་མེ་ཡིན་ཀུན་འབུམ་ལ་སོ་མི་ཆེ་ནོར་གཅིག་ཆོག་ཀུན་ཏུ་རྨོངས་པའི་སྤྲང་ཆུང་སུན་བརྒྱ་དང་ཐབས་སོ་མེད་ང་སྟོན་པའི་གྲོགས་ཚོས་ཆོས་སོང་བ་ལྟ་བུ་ད་ཡི་རྗེར་མི་རྗེ་སོང་བ་ནང་བཞིན་གྱི། དང་པོ་བརྒྱ་བྱིན་མང་དུ་ཐོས་པ་རྩ་བ་སོ་དོ་མང་དུ་ཞེས་པའི་ཚིག་དེ་ག་རེ་བཀུག་རེད་ཟེར་ན་ཐོས་པ་ཕྱོགས་མེད་དུ་རྩ་བ། རེད་བ། ཐོས་པ་ཕྱོགས་མེད་དུ་རྩ་བ་ཟེར་བའི་སྐབས་སུ་བླ། ད། མ་གི་ཉན་ཐོས་ཐེག་པ་ནས་བཟུང་སྟེ་བླ་ན་མེད་པའི་ཐེག་པ་གི་བར་དུ་ལ་ཡང་ཀྱི་ལྟ་བ་སྒོམ་པ་སྤྱོད་པ་མཐའ་དག་ལ་བསླབ་ཡོན་དུ་མང་དུ་ཞེས་པའི་ཚིག་དེ། ཕྱོགས་མེད་པ་རིས་མེད་པ་ལ་བཀུག་ཡོད་རེད་དེ་འདྲ་ཡིན་དུས་ང་ཚོ་ཐོས་པ་ཕྱོགས་མེད་དུ་རྩ་དགོས་རེད་དེ་མ་རྩ་ན་སྐྱོན་གྱིས་ཤིང་བོར་བ་ང་གར་ཅན་པས་ཞེས་བལྟ་དགོས་རེད། ང་ག་རེ་བསམ་ནས་སློབ་སྦྱོང་བྱེད་དགོས་རེད་ཟེར་དུས་ང་ཚོའི་བསམ་བློ་དེ་གཏང་དགོས་ཀྱི་འདུག་དཔེ་ཆ་མ་བཏང་ན་སྐྱོན་ག་རེ་ཡོད་རེད་ཟེར་བཤད་ཡོང་དུས་ད་ནས་ཁྱེད་རང་ས་ཡིན་མ་འོངས་པ་ལ་ཆུ་ཉམས་ལེན་བྱེད་ཀྱི་ཡིན་ཟེར་དུས་ཉམས་ལེན་ག་རེ་བྱེད་ཀྱི་ཡིན། གང་ལ་ཉམས་སུ་བླང་བྱ་ག་རེ་རེད། ཉམས་སུ་མ་བླངས་ན་སྐྱོན་ག་རེ་རེད། གང་དང་གང་བསླབ་དགོས་ཀྱི་རེད་གང་དང་གང་བསྐྱོད་དགོས་རེད་ཟེར་ན་དེ་ཤེས་ཀྱི་ཡོད་མ་རེད། དེ་ཤེས་ངེས་པར་ང་བྱང་ཆུབ་སེམས་དཔའ་ཡིན་ཟེར་འགྲོ་བསྡད་པར་མ་གཏོགས་བྱང་ཆུབ་སེམས་དཔའ་གང་དང་གང་དེ་གིས་གང་བསླབ་པར་བྱ་རྒྱུ་དང་བསླབ་པར་བྱ་ཡག་དེ་གིས་བསླབ་བྱ་དེ་གིས་མི་མཐུན་པའི་ཕྱོགས་གང་ཡིན་པ་དེ་ཤེས་ཀྱི་མ་རེད་དེ་མ་ཤེས་ན་བྱང་ཆུབ་སེམས་དཔའི་གི་ཉམས་ལེན་ནང་ལ་སྤང་བླང་ཤེས་ཀྱི་མ་རེད་བ། དེ་ནས་ཡོན་དུ་དེའི་ཤེས་པ་ལ་བྱང་ཆུབ་སེམས་དཔའི་བསླབ་པ་མཐའ་དག་ཡང་དག་པར་ཁོང་དུ་ཆུད་པ་ལ་དང་པོ་མང་དུ་ཐོས་པ་བཙལ་གོ་རེ་ཟེར་ཡང་དེ་ཐོས་ཅན་ཟེར་ཏེ་མཐུན་ཕྱོགས་དང་མི་མཐུན་པའི་ཕྱོགས་གཉིས་ཀ་ལ་ས་མ་ཏང་གོ་དགོས་པ་ཐོས་དོན། དེ་ནས་དད་པ་ཅན་དང་ནས་སོ་སོ་དད་པ་སོགས་ཀྱིས་འདི་སྐབས་ལ་དད་པ་དེ་ག་བ་ལ་གོ་བ་རེད་ཟེར་ན། གུས་པ་ལ་གོ་བ་རེད་གུས་པ་གུས་ཞབས། ད་བསླབ་པ་ཉམས་སུ་ལེན་ན་ཡང་ཐོས་པའི་ཐོག་ནས་སོ་སོ་ཀྱི་བསླབ་པ་ཤེས་པ་ཡིན་ན་ཡང་དེ་ལ་གུས་པ་དགོས་ཀྱི་རེད། གུས་པ་མེད་ན། དེ་ནི་ཉམས་སུ་ལེན་པའི་ཚུལ་ལུགས་ཙམ་ཞིག་བྱས་པ་རེད་མ་གཏོགས་ཉམས་ལེན་དེ་རང་གི་སེམས་རྒྱུད་ལ་སུས་རྒྱག་གི་མ་རེད་བ་ད་ང་ཚོ་དུས་རྒྱུན་ཁ་སྐད་ལ་ཡང་ཁྲེལ་སོད་ཟེར་གི་ཡོད་བ་ཁྲེལ་སོད་ཟེར་ཡག་འདི་ད་ཉི་མ་རེ་རེ་བཞིན་དུ་གཅིག་གོ་སོ་སོའི་ཁ་འདོན་འདོན་ཡག་དང་གཅིག་བྱས་ཡག་ལུགས་སྲོལ་འདྲ་བོ་གཅིག་གི་ཐོག་ནས་བ་ཁྲེལ་སོད་བྱས་པ་མ་གཏོགས